དེང་སང་གི་དུས་ཚོད་ལ་ང་ཚོ་ཕལ་ཆེ་བ་ལག་པ་ལ་ཁ་པར་ཡོད་དེ། ཁ་པར་ནང་གི་ཁྱད་ཆོས་མང་པོ་ཞིག་ང་ཚོས་ཀྱིས་ཧ་མུག་བ་ལ་བརྟེན་བྱས་ནས་བེད་སྤྱོད་བཏང་མི་ཐུབ་པ་དེ་འདྲས་ཡོང་གི་རོ། དེ་རིང་ངའི་བརྙན་ཐུང་དེ་ཡང་དེ་འདྲས་དང་འབྲེལ་བའི་བརྙན་ཐུང་ཞིག་ཆགས་ཡོད། གང་ཡིན་ཟེར་ན། མཚམས་མཚམས་ང་རང་ཚོ་གིས་ཁ་པར་དེ་མི་གཞན་དག་ལག་པ་ལ་ལས་བའམ་ལྷག་པར་དུ་སྤུ་གུ་ཆུང་ཆུང་དེ་འདྲས་ལས་རྩེད་མོ་རྩེ་ཡ་ཡི་ཆེད་དུ་སྤྲད་སྐབས། ཨ་ནི་སྤུན་དགུ་དེ་ཚོ་ཡ་ཧ་མུ་འོ་ཅེས་མི་གང་བྱུང་མ་འབྱོར་ལ་ཁ་པར་བཏང་མཚམས་མཚམས་རྒྱ་གར་དེ་འདྲས་ལ་ཁ་པར་བཏང་བྱས་ནས་འོ་མཚམས་མཚམས་ང་ཚོ་རྙོག་དྲ་ཕྲན་བུ་ཕྲན་བུ་དེ་འདྲས་ཡོང་དེ་གོ་རོ་ཆེ་ཙང་ང་རང་ཚོ་སྤུ་དགུ་ལག་པ་ལ་ཁ་པར་དེ་སྤྲད་ཚེ་རིང་དེ་ལ་ཨ་ནི་སྤུ་དགུ་ཁོ་རང་ཚོ་ཁ་པར་སུ་གཅིག་ལ་བཏང་ཡ་མེད་པ་བཟོས་ཡ་ཡོད་རེད་ཟེར་ནས་དེ་དེ་ག་རང་བཟོས་ཡ་རེད་དེ་ཡང་ལས་སླ་བོའི་ངོས་ནས་བཟོས་ཡ་ཡོད་རེད་ཆེ་ཙང་དེ་བཟོ་བ་ལ་ག་རེ་བྱེད་དགོས་རེད་ཟེར་ནས་དང་པོ་ང་རང་ཚོ་ཡས་ནི་སྤུ་དགུ་ལ་མ་སྤྲད་གོང་དེ་ལ་ཨ་ནི་ང་རང་ཚོ་ཁ་པར་ཨང་གྲངས་གནས་ཚ་དེ་གང་ལ་ཨ་ནི་འོ། སྐར་མ་སྐྱེ་ཚེ་གསུམ་གྱི་སྐྱེ་མཚན་གནས་བྱས་ནས་འདུག་ཁ་པར་བཏང་ས་འདི་ག་ལ་འདུག་སྣེ་མི་བྱ་གི་ཡིན་ན་འོག་དེ་ལ་ཡི་གེ་ཆུང་ཆུང་གཅིག་འདུས་གི་རེད་དེ་འདོན་བ་དང་འདི་ག་ལ་ཨོ་ཀེ་ཅེས་འདུག་སྣེ་མི་བྱ་བ་ཡིན་ན་ཨེ་ནས་དེ་འདི་ག་རང་ཁ་པར་འགྲོ་ཡ་མེད་པ་ཆགས་ཚར་རེད་སྤུ་གུ་ཁོ་རང་རྩེད་མོ་རྩེ་བྱེད་རིང་དེ་ལ་ཁོ་ཡི་མི་སུ་གཅིག་ལ་ཁ་པར་བཏང་ཐུབ་གི་མ་རེད་དུས་ནམ་ཡང་ཨེ་ནས་ཁ་པར་དེ་ནས་འགྲོ་གི་མ་རེད། དེའི་རྗེས་སུ་སྤུ་གུ་ཁོ་རང་རྩེད་ཚར་བ་དང་ཨེ་ནས་ཚུར་ལེན་བྱས་ནས་ང་ཚོ་སྔས་མ་ན་ཤིང་གི་ཁ་པར་བཏང་ཡ་ཡོད་པ་རང་ཅག་བཟོས་ཡོད་ཟེར་འདི་ཡང་ལས་སླ་པོ་ངོ་ནས་བཟོས་ཡོད་རེད་དེ་ག་འདྲས་བཟོས་བ་རེད་ཟེར་ནས་ད་གིན་ན་ཤིང་གི་ཨེ་ནས་འོ་ཁ་པར་བཏང་ས་ཡིན་འདི་འདི་ག་ལ་ཕར་ཕྱིན། འདི་གང་ལས་མཁྱེན་བརྩེ་གསུམ་གྱི་སྐྱེད་མཛད་དུ་བསྣན་པ་ཡི་བསྣན་བྱས་ནས་ཁ་པར་བཏང་ས་འདི་གང་ལ་དུ་བསྣན་བཞག་ཡིན་ན་སྙན་མ་ནང་བཞིན་གྱི་ཁ་པར་རང་ཅག་གྲོལ་ཡོད་པ་ཆགས་རེད། ལེ་ཚེ་དེ་རིང་གི་ངའི་བརྙན་ཐུང་འདི་འདི་ཙམ་ཞིག་ཡིན། ཨེ་ནི་ཁྱོད་རང་ཚོས་དེ་འདྲའི་རིགས་བརྙན་བལྟ་དུས་ཡོད་པ་ཡིན་ན་ངའི་ལྕེ་སྣ་གང་ལ་སུ་ཕེབས་བྱས་ནས Subscribe ངེས་པར་དུ་གནང་རོགས་གནང། དེ་གནང་བ་དང་ཨེ་ནི་ཁྱོད་རང་ཚོ་ལ་ཕན་ཐོག་ག་རེ་ཡོད་རེད་ཟེར་ནས་ངའི་དེ་ནི་ལྟད་མོ་གླུ་བ་དང་དང་པོ་ལྟད་མོ་དེ་ཁྱོད་རང་ཚོ་ལ་བྱོལ་ཐུབ་པའི་ནུས་པ་ཆ་ཚང་ཡོད་རེད། ལེ་ཚེ།